ན་ཡང་དབྱིན་ཇིའི་གི་དཔོན་པོ་ཆོས་རྗེ་ཨེར་ཟིང་གི་དེའི་སྐད་ཆ་ཞིག་ཡོད་གི་རེད། ད་ཁི་ཚོང་གི་ཡིན་ན་ནུ་ཞོགས་པའི་གི་རྨོངས་གཙོ་གི་ལོ་འགའ་དེ་ལོ་འགའ་ཨང་དང་པོ་དེ་མ་རེད་ཟེ། གཡོག་ཤོས་མ་རེད་ཟེ། གནད་འགག་པའི་མང་པོ་འདུག་ཟེ། ཡིན་ན་ཡང་འགྲོ་བ་མིའི་སྐད་རང་ཐུག་གི་བར་ན་ཡིན་ན་ཡང་དེ་བས་ལོ་འགའ་བཟང་བཞིའི་ད་རུང་རག་ཡོད་གི་མ་རེད་དེ་ནི་དེ་རྨོངས་གཙོ་གི་ལོ་འགའ་མ་འགྲོ་རང་འགྲོ་ཆགས་ཡོང་གི་བ་རེད་ཟེ། དེ་འདྲའི་གཞི་བྱས་ཡོང་གི། ད་ལྟ་བྲེལ་རུང་ཡིན་ན་ཡང་དེ་ངུ་ཆིག་གི་ཅིག་ཨ་ཁུ་ཆ་རེ་གི་ཅིག་འོད་རྒྱུག་གི་དཔལ་འབྱོར་གི་དོན་དག་བཤད་དགོས་ནི་རྒྱུ་མཚན་ཆོས་ཚན་ཨེ་དྲུག་ནས་བཤད་ཡོང་དགོས་ནི་རེད། མཁྱེན་ནས་བཤད་ཡོང་དགོས་ནི་མ་རེད་གྲུབ་ནས་བཤད་ཡོང་དགོས་མ་རེད། ཅིག་བཤད་ནས་འདོད་དགོས་ཡོད་མེད། ཡིན་ན་ཡང་ད་ཨ་ཁུ་ཆིག་གི་ཨེ་དྲུག་ཨེ་དྲུག་བྱས་ཆོག་ག། ཨེ་ཐུག་ནས་བཤད་ཡོང་བ་རེད། ད་ཨེ་ཐུག་ནས་བཤད་ན་ཡང་དག་དེ་ད་མཐའ་མ་མཐའ་མ་འདྲ་ཡིན་གྱི་རེད་བསམ་རིག་གཞུང་རིག་གཞུང་ཟེར་དགོས་ནི་རེད་ད་རིག་གཞུང་དེ་ཧ་ལས་པ་གལ་ཆེན་པོ་ཞིག་བརྩི་དགོས་ནི་རེད། ད་རིག་གཞུང་དེ་ག་འདྲ་ཞིག་ལ་འཛིན་གི་ཡོད་རེད་འདི་ནང་འགྱུར་བསྟན་འགྱུར། དག་དེ་ཆོས་གོ་རིག་གཞུང་དེ་དེ་ང་ཆེས་ཧ་གོ་གི་ཡོད་རེད།

ད་དེ་རང་སོང་གཉིས་ཀའི་རིགས་མིན། ད་ངི་ཆིའི་མི་བ་ས་གང་རེད་བསམ་ན་ངས་བལྟས་ན་ད་དེ་རང་སོང་གཉིས་ཀའི་རིགས་ནི་ངི་ཆིའི་བ་གི་ཡོང་ནི་མ་རེད། ངོ་མ་ཡིན་ན་དེ་རང་སོང་གཉིས་ཀའི་རིགས་ནི་དེ་གཅིག་གི་བདག་པོ་འདྲ་བོ་སི་རེད་ཡོང་ནི་རེད་ཟེར་ན་ད་དེ་རང་སོང་གཉིས་ལྷོ་བྲག་ན་བཞུགས་གོང་གི་དགེ་རྒན་ནོམ་པ། དེ་གི་དེ་མགོ་བ་ནོམ་པ། དེ་གི་དེ་སློབ་མ་ནོམ་པ་ཁྱེད་ནོམ་པ་གཙོ་བོ་ཡིན་ནི་རེད་ཁྱེད་ནོམ་པ་དེ་གི་བདག་པོ་གཙོ་བོ་རེད། ངི་ཆི་གི་འདྲ་ནི་སྤྲོ་རྒྱན་གི་རིགས་ནི་བདག་པོ་ཡིན་ནི་དེ་རེད་ངི་ཆི་དེ་ཡིན་མ་གཏོགས་ན་ངི་ཆིའི་དཀའ་སྤྱད་སོང་ནི་རེད། ད་ཨག་ཆིམ་ངུ་ཆིམ་མ་བ་ནི། ད་ཁྱི་ཆི་གི་དི་རི་གི་རིག་གནས་དེ་བདག་པོ་མ་གཏོགས་དེ་ངུ་ཆིའི་མགོ་སྐྱ་ཡང་དེ་དག་དེ་ཁྱི་ཆི་མ་གྲོང་ནི་རེད། མ་གྲོང་ཟེར་རྒྱུ་མཚན་ཅི་རེད་ཅེ་ན་ཨ་ཁི་ཆི་ཁི་ཁི་ཆི་དགོན་དེ་གི་རིག་གནས་འདྲ་བོ་ནང་བསྟན་གི་རིག་གནས་འདྲ་བོ་ཨུ་ཏོ་མུ་ཏོ་ལྟ་བུ་ནི་རེད་ངུ་ཆི་གི་གཙོ་བོ་དེ་ཤི་ཟེར་རེད་ཅེ་ན་སྤྲོ་རྒྱན་གི་རིག་གནས་ཧྲ་ལ་ཡི་གོ་ནི་རེད་ཡེ་ཡི་གོ་ནི་རེད་ཀི་ལི་ཀི་ལི་ཡོང་གོ་ནི་རེད་ཡོང་གོ་ཀི་སམ་གི། ད་ཁྱི་ཆི་ཁི་ནི། ད་དི་རི་གི་རིག་གནས་དེ་ལ་གཙོ་འཛིན་པ་བདག་པོ་ཁྱི་ཆི་རེད།

དཔལ་འབྱོར་བརྟན་པོ་ཞིག་ཡོང་དགོས་ན། མི་རིགས་བརྟན་པོ་ཞིག་ཡོང་དགོས་ན། རིག་གནས་བརྟན་པོ་ཞིག་ཡོང་དགོས་ན། མ་འོངས་པ་ལ་དཀའ་ངལ་ག་འདྲ་ཞིག་འཕྲད་ས་འདུག། ལོ་རྒྱུས་འགོད་མཁན་རྣམས་ལ་སོང་དཀའ་ངལ་ཧ་ལས་པ་འཕྲད་ཡོད་ཀྱི་རེད། འོས་ཆོས་ཀྱི་གི་མ་འོངས་པ་གི་མདོང་མ་བརྒྱབ་ནས་ད་ཕྱི་མོ་ཞིག་ཐུབ་ཡོད་ཀྱི་རེད་དགེ་འདུན་པ་ཞིག་གི་ད་ང་སོགས་གཙོ་བྱས་པའི་གི་ཕྱི་མོ་གཞིར་བདག་མ་བཞག་ངོ་མ་ནི་འདྲ། ཧ་ར་ལྟ་ས་འཛི་པོ་ཡེ་ཧོ་ལྟ་ས་ཡེ་ཧོ་ཤ་མ་བཞག་ཟེར་ཏེ་ད་ང་ཞིག་སྙན་ངག་སོགས་མང་གནང་སྟེ། སྟག་མ་བཞག་གི་རང་གི་ཅིག་འགྲོ་ཡི་རང་ཞིག་གི་འགྲོ་ཡི་དེ་ཕྱིར་ཕྲག་དོག་ཆེན་པོ། ངར་རྒྱ་ཆེན་པོ། དེ་རང་སོང་ནས་ཕྱི་རྒྱལ་དང་ཕྱི་རྒྱལ་བར་གྱི་རྩོད་པ་རྐྱང་པ་བརྒྱབ། བླ་མ་དང་བླ་མ་བར་གྱི་རྩོད་པ་རྐྱང་བ་དེ་བརྒྱབ། དེ་ནས་ཅིག་ཕྱི་ཟེར་དགོན་ནས་གདོང་སྐྱེས་དང་གདོང་སྐྱེས་དེ་གི་དེ་དེ་གི་རྩོད་པ་རྐྱང་བ་བརྒྱབ་ནས་དམར་བཞག་དང་འདྲ་བ། གཏུམ་མོ་རེད་དགེ་འདུན་པ་ད་ཚང་མ་རེད་ཅིག་ན་ཤི་རུང་གྱི་མ་རེད་ངས་ཚོང་ངེ་བསགས་ཀྱི་རེད་ད་ངག་བཙོ་བྱེད་པའི་རྨ་བྱ་ངོ་མ་འདྲ་བོ་ཞིག་འདུག་ཁྱེད་ཟེར་ན་མི་ཤེས་ད་ངི་ཅིག་དེ་དགའ་བོ་ཆེ་ག་ཆུ་མོ་ཞིག་རེད་ཅིག་ན་དགའ་བོ་ཆེ་ག་ལུག་འདྲ་བོ་ཞིག་རེད་ལུག་ད་ངི་ཆེ་ལུག་ཟེར་དེ་ཧ་ལི་པ་ཡག་པོ་བཙི་ནི་རེད་ད་དཀར་བོ་ཡིན་ནི་ར་གསོན་པ་བཟང་བོ་ཡིན་ནི་ར་གཡང་དཀར་ལུག་ཟེར་དེ་ངི་ཆེ་འོག་གི་ཡག་པོ་བཙི་གྱི་རེད་ད་ད་ལུག་ལ་ཅིག་མ་ཁ་ཧ་ལི་པ་ཤེས་ས་ཅི་ཞིག་རེད་ཅིག་ན་ལུག་ད་ལུག་གཉིས་གདོང་རེ་ཡོད་དེ་ད་ཧ་ལི་པ་ཉིག་ཅིག་ག་གདོང་རེ་ཡོད་དོ་ནི་རེད། མགོ་སོགས་སྨ་ར་ར་ཁྱོ་སོགས་སྨ་ར་ཁྲག་ཉིལ་རིལ་རིལ་རིལ་ཡོང་དུས་ད་རུང་རྒྱབ་ཡས་ནས་འདུག་གོ་གི་རེད། ཏི་ཅག་མོ་གཅིག་འོག་གི་ཚོང་བ་ཡིན་ན་འདྲ་འོག་གི་དགའ་བོ་གཅིག་གིས་རང་གི་རང་གཅིག་ཐུག་ཡོང་དུས་གསར་གི་གནོད་གཤིས་སོགས་སྐྲ་བོ་མགོ་ནས་ཡོང་ནས་ཁ་སོགས་ཅེར་བདེ་ཡོང། མྱི་སོགས་ཅེར་མགོ་ཡོང། གྲི་སོགས་ཅེར་སྣོ་ཡོང། ཨོ་འདི་མོ་ངར་བ་ཞིག་ད་མི་རིགས་གཞན་དག་ཞིག་གི་ཐུགས་སོང་ན་ད་ངར་བ་ཡོད་སོགས་ཀི་བསམ་སོང་འདྲ་བོ་དུ་མོ་ཡོད་ཀི་རེད། ད་ལུག་དང་འདྲ་འདྲ་གདོང་རི་ཡས་དུས། ད་ལུག་གཉིས་ཀས་གདོང་རི་ཡས་དུས་ད།

སྐུ་ངོ་མི་དགའ། ད་འོག་གི་དཔོན་པོ་ཆེ་ཀ་ཆེན་པོ་རེད་ཅེ་ན། ད་ལྟ་འདི་རྒྱ་ཚོང་གི་ཕན་ཤེས་ཟེར་ནས་འདུག་ད་འབུ་དུམ་བུ་ཞིག་འདུག་ཨ། འབུ། འབུ་མ་རུབ་ཞིག་འདུག་ཕན་ཤེས་ཟེར་གཅིག་གིས་གཅིག་གི་ཟ་འདོད་འདུག། དེ་དེའི་སྟེང་ན་གཅིག་ཟེར་སྡེར་མ་ཞིག་ནང་ལྷོང་བཞག་དུས་ཕན་ཤེས་ཟེར་གྱོ་སྡེར་མ་ཞིག་ནང་ལྷོང་བཞག་དུས། གཅིག་ལྷོང་བཞག་དུས་ཁིར་གི་དཔེ་ངན་པ་ལས་ཚུར་འགྱར་ཡོང་གི་རེད། ད་དེར་མ་བྱས་ན་གཉིས་འཕེན་ཆགས་ཏེ་གཅིག་གི་གཡའ་ར་འགྱོ་དེ་གཅིག་མ་ར་འཐེན་གཅིག་གི་གཡའ་ར་འདོ་དེ་གཅིག་མ་ར་འཐེན། དེ་སོགས་ལོ་སྐྱོང་བ་མ་གཏོགས་སུ་གཅིག་གིས་གཅིག་གི་གཡའ་ར་སྐྱོར་རྒྱུ་དེ་དག་རང་གི་ལོང་ག་རྩ་སྐྱོ་ནི་མ་རེད། ད་ངོ་ཆེའི་འོག་གི་འགོ་བ་གཅིག་ག་དུ་མོ་རེད། འོག་གི་འགོ་བ་གཅིག་ཐོན་དུས་དུ་མ་ར་འཐེན་གྱི་དང་དུ་མ་ར་འཐེན་གྱི་དུ་ཞིང་འཇུག་སྐྱོང་བ་ཡེ་ནས་སོགས་ལོ་སྐྱོང་བ་བཏང་ནས་འདུག་འོག་གི་རེད། དེ་ཡིན་དུས་ན་ངི་ཆོས་འོག་གི་འགོ་བ་ཆི་ཀ་མཐོ་ས་མགྱོགས་འོག་ནི་མ་རེད། དཔེར་ན་སོག་པོ་གི་མི་རིགས་འདྲ་བོ་ཡིན་ན་ད་ཧ་ལས་པ་པེ་ཅིན་གྲོང་ཁྱེར་ནང་སོང་ན། མཁས་དབང་ཆེན་པོ་དཔོན་པོ་ཆེན་པོ་ལས་ཁང་ཆེན་པོ་ནང་ཡོད་པ་ཚང་མ་དེ་སོག་པོ་གི་མི་རེད། ངི་ཆོས་འོག་པ་རིགས་འོང་རྒྱུའང་ནི་མ་རེད། ངོ་མི་དང་ཏག་ཏག་གི་ནང་གི་ཁེར་མ་ལས་ཁང་ནང་ཐོ་ཡོང་ཐོ་ཡོང་ནི་མ་རེད་ཐོ་ཡོང་ནི་མ་རེད་འོག་པའི་འགོ་བ་ཆི་ཀ། ཨོ་དུ་མོ་བཞིན་ན་མ་བཞའ་ཟི་ད། ལུག་ཟི་ད། ད་ཕན་བྱེད་ཟི་དུ་མོ་ཟི་གི་བསམ་གི་ཁོ་ན་ཐུག་འོང་ནི་རེད་ད། དུ་མོ་ཟེར་ཡང་ངོ་ཚ་མོ་མི་རིགས་འདི། ད་དུ་མོ་གི་མདུང་པར་དེ་བསྒྱུར་མ་ཐོག་ན་དུག་དེ་མ་འོངས་པ་ན་མདོང་རྒྱབ་མ་ཐོག་པ་མ་འོངས་པ་ན་ཁ་ཤོག་འགྲོ་མ་ཐོག་པ། འོ་ད་དེ་འདྲ་ཞིག་ཡོང་གི་རེད་བསམ་གི་འདུག་དེ།